ས་སྟེང་ཡོངས་རྫོགས་ཀྱི་མངའ་བདག ྋགོང་ས་ལྷ་མིའི་རྣམ་འདྲེན། ལྕང་སྐྱ་རྒྱ་ཡི་དབང་པོ་མཆོག་དབུས་པའི་རིགས་སུ་མ་འཁྱུད་པས། བསྟན་འཛིན་གྱི་ཤེས་ཆེན་དམ་པ་ས་གང་ན་སུ་བྱོལ་བ་དེ་རང་རྣམས་ཡར ྋགོང་ས ྋསྐྱབས་རྒན་དུ་བཏང་པའི་ཐོག་ནས་དེ་རིང་དེ་མཛའ་གྲགས་ཀྱི་ཨ་ནི་ས་གྲགས་ཀྱི་ཞིག་ཡོད་ང་དེ་གང་ཅི་ཆོས་འདི་ལས་ངོ་ནས་ཕྱི་ཕྱོགས་ཀྱི་འགན་འཛིན་ཨ་འདི་དགེ་ལེན་ཚོགས་གཙོ་ཚོགས་ཆེན།

གསར་རྙིང་འགན་འཛིན་རྣམ་པ་དང་སྐུ་ཚབ་དེ་མཁྱེན་རྣམ་པ་ལྷན་གྱིས་མཆོག་ལ་ཆེད་བཞེས། དཔའ་བརྟན་དགའ་ལྡན་ཕོ་བྲང་ཡུལ་ཚང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་གཉིས་པའི་ཚེས་ལྔ་ཁའི་བཀའ་ཡོད་ཀྱི་འཕེལ་རྟེན་ཤིན་རྩིས་འགྲིག་དང། ལྷ་ལི་བཀའ་ལུང་དགོངས་ལྡན་རྒྱ་བི་སྐུ་ཤག་དང་འཛིན་ཁྲི་བརྒྱད་པ།

བོད་མིའི་སྒྲིག་འཛུགས་ཕྱི་རོལ་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་གཉིས་པའི་ཚེས་ཐེངས་ལ་བྱས་ཙང་ཡི་གེའི་གཞི་རྩོམ་གྱི་ཨ་ནི་ས་ནི་དེ་ང་ཚོ་སྤྲོ་རང་གྲུབ། གངས་ཅན་ཆོས་ལྡན་ལུས་ཀྱི་ཨ་ནི་འོག་ལ་ཡང་ང་ཚོས་དགེ་ལྷན་ཚོ་ཚོགས་འདུ་ཚོགས་བྱས་ནས་ཐིག་གི་རེས་གཟའ་ལྷག་པ་ལ་ཚད་པ་བཅོ་ལྔ་ཁེགས་གི་རེད་རྐྱང་གི་རིན་པོ་ཆེ་སྐུ་ཡི་བླ་ས་རེད། དེ་དང་སྟབས་བསྟུན་ནས་ཨ་ནེ་སངས་སེ་དང་ཨ་ནེ་བསྟན་འགྲིག་ཡོད་དུས་འོ་དེ་གི་དེ་ཞོགས་ཀའི་ཕྱི་ཚེས་བཅུ་པ་ནི་ཨ་ནེ་ཕྱི་ཚེས་དང་པོ་བར་དུ་དུས་སུ་གསལ་བསྒྲགས་གཅིག་དེ་ཡིན། བྱས་ཙན་གྱིས་དེ་ལ་ཡང་མི་མང་ཚོ་གང་ཐུབ་ཐུབ་མཉམ་ཞུགས་དང་ད་ག་ནང་ཞིག་གིས་ང་རང་ཚོའི་ས་སྣེ་དེ་གནས་བཞུགས་ཀྱི་འཕགས་པའི་དགེ་འདུན་པ་རྣམ་པ་དང་ད་ག་ན་ཞིག་གི་ཕྱིའི་ཚོགས་ཁག་གི་དབུ་བླ་རྣམ་པ་གང་ཅིག་གང་ཐུབ་ཐུབ་ཅིག་ཕེབས་གནང་རོགས་གནང་ཞུ་ཡག་གི་གསོ་བ་ཐུབ་ཀྱི་ཡོད། བྱས་ཙང་དེས་ང་ཚོ་ལྟ་བན་པ་ཡོངས་ཀྱི་ཞབས་བརྟན་ཆགས་བསྡད་དགོས་པ་རེད། བླ་ན་མེད་པའི་སྤྱང་ཀི་རིན་པོ་ཆེ་གིས་ནི་བལ་སྐུ་ཡི་བླ་གཟའ་ལྟར་བལྟ་དེ་ནི་སྤྱང་ཀི་རིན་པོ་ཆེ་གིས་ནི་སྐུ་ཚེ་ཚུར་སྦྲེལ་ཡང་ཆགས་བསྡད་དགོས་པ་རེད་བྱས་ཙང་ཀྱི་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་བྱས་ཙང་དེ་ལ་ཡང་ནི་སང་སྲིད་བཏང་ཡིན་ནི་ག་ལ་སོ་སོ་གི་ནང་གི་སང་རྩིས་དང་ནི་ཀྱི་ཤུག་པ་དང་ཡང་ལོང་རྟ་དང་ཚུགས་བྱེད་ཡག་དང་དེ་འདྲ་ཡོད་པ་ཡིན་ན་ནམ་ཕེ་རོ་ཆེ། དུ་ཞུ་བ་ཡིན། དེ་ནས་གཟའ་ཉི་མ་ལ་ཡང་ང་ཚོ་དེ་ལ་ཡང་རྐང་སོར་སོ་མ་ཕྱེད་ཀྱི་རྐང་ཤ་གང་མང་མང་ཞིག་བསག་དགོས་ཀྱི་འདུག་ཨ་ནི་ཁ་སི་ངེད་མ་ཟླ་བ་གཅིག་ལྔའི་རེ་ངས་གསལ་བསྒྲགས་ཅིག་བཏང་ཡོད་བ་རེད། མ་ནི་དང་འབྲོག་མི་སོ་ང་འབྲོག་མ་གང་མང་མང་ཞིག་གསར་འབྲི་བྱས་ཡ་ཕྱི་རི་ལས་ཁུང་བྱས་ནས་ཨ་ནི་བཀའ་ལུང་དག་རང་ཕེབས་བ་རེད་བྱས་ཟིན་རྗེས་དེ་གས་དེ་གསོག་སྒྲུབ་མཐའ་མ་བྱས་ཕྱིན་ནས་ཨ་ནི་འབྲུ་ཐོག་དེ་གི་དེ་ཨ་ནི་གཟའ་ཉི་མ་ལ་ཡ་གླེང་གི་ཡོད། ཆེ་བཙན་གྱི་མི་མང་གང་ཐོད་ཐོད་ཅིག་ཨ་ནི་དེ་ལ་ཡ་མཉམ་ཞུ་བྱེད་ཐུབ་པའི་རེ་བ་དང་འབད་གུས་ཞུ་གི་ཡོད། ངས་དེ་ཨ་ནི་ཡུལ་ཐོག་ལ་ཡ་གསར་བསྒྲགས་ཅིག་བཏང་བཞག་ཡོད་ལ་ཨ་ནི་དེ་དེ་ང་ཐོག་ལ་ཡ་མི་མང་གང་མང་མང་ལ་ཡ་ཨ་ནི་ཅིག་ཁྱབ་ཐུབ་པའི་རེ་བ་དང་འབད་གུས་ཞུ་གི་ཡོད། ཁྱེད་ཚན་གྱི་ཡུལ་ཐོག་ལ་བཀྲམ་བཞག་པ་དེ་ཨང་ཀི། སོ་སོ་ད་དྲ་ལམ་དེའི་རྒྱུད་ནས་ང་རང་ཚོ་སྤྱིར་སྐད་ཚོགས་པ་ཁག་ཚང་མ་ལོ་ལ་ཡར་ཕར་ཚ་ནས་བཀྲམ་གནང་རོགས་གནང་ཞུ་བ་ཡིན་དེ་སྲིད་ཐོང་ཐོང་ཅིག་རེད་ཁྱེད་ཚན་གྱི་དེ་གི་ད་གཟའ་ལྷག་པ་བྱས་ཨ་ནི་རྗེས་མེད་གི་གཟའ་ཉི་མ་འོ་དེ་ཡོང་རྒྱུ་གི་གཟའ་ཉི་མ་འོང་དེ་ལ་ཡར་ཞག་རིམ་དེ་གི་དེ་ཚོགས་གཏན་འཁེལ་བ་ཡིན་ཨིན་དེ་ན་ལ་ཡར་དེ་གཟའ་ཉི་མའི་གི་དེ་ཚེ་དེ་ཡང་ཕྱི་ཚེ་བཅུ་པ་ནི་ཨ་ནི་ཉིན་གུང་ཕྱི་ཚེ་ག་ཚ་དགོང་ཟླ་ཕྱི་ཚེ་ལྔ་པ་བར་དུ་ཉིན་མི་ཉིན་གང་འདྲ་པོ་ཅིག་ཡིན། དེ་ལ་ཡང་དག་སོང་བ་ཞིག་གི་རྐང་ཤ་དང། ཟླ་ག་ནན་ཞིག་གིས་ཨ་ནེའི་སྒྲོལ་མ་མ་ནུས་དེ་གས་དེ་གང་ཐུབ་ཐུབ་གསར་སྤྲོད་བྱེད་ཡག་གི་འདུག་ཟེར་ཡིན་ཞུ་བ་ཡིན། དེ་ལ་ཡང་ནང་ལོགས་ལ་ཡང་གསལ་བསྒྲགས་ནང་ལོགས་ལ་ཡང་ཨ་ནེ་ང་ཚོ་བྱིས་པ་ཚོང་ལ་ཡང་ཨ་ནེ་བརྙན་པར་སྤྲད་ཡག་དང། ཟླ་ག་ནན་ཞིག་གིས་མི་རྒན་པ་ཚོ་ལ་ཡང་ཨ་ནེ་བྷེ་གས་ཞལ་ལག་དང་དེ་འདྲས་ཕུལ་ཡག་དང། ཟླ་ག་ནན་ཞིག་གིས་མི་སྐྱོ་བོ་ཚོ་ལ་ཡང་ཞིམ་པ་བཏང་ཡག་ཅིག་སོང་ཡོད་རེད།

ལུང་བསྟན་ནི་སེམས་ཀྱི་ཆེ་ཆུང་འཁོར་ལོ་དེ་འདའ་བ། དེ་འདྲའི་ཡི་དྭགས་བསྐོར་ཐལ་བའི་སྨོན་ལམ་རྒྱག་གི་ཡོད། ཨ་ནི་མི་མང་ཚོགས་ཡིན་པ་ཡིན་ན་ཡང་དེ་ནི་ལོ་སར་ལ་ཡ། དགའ་དགའ་སྤྲོ་སྤྲོ་ངང་ནས་ཨ་ནི་མཇལ་ཐུལ་བའི་སྨོན་ལམ་རྒྱག་གི་ཡོད་དོ་ཆད་ན།